ད་དང་པོ་དེ་ང་ཚོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་ལྔ་བཅུ་ང་དགུ་ནས་ཚུགས་ཡོང་གུག་ཡོད་རེད། དེ་མཚམས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་སྤྱི་ཟླ་གསུམ་པའི་གི་ཚེས་བཅུ། ཚེས་བཅུ་བདུན། མཚན་ཆོས་ཚེས་བཅུ་བ་ལ ྋསྐྱབས་མགོན་རིན་པོ་ཆེ་སྐྱབས་བཅོལ་ལ་ཕེབས་མགོ་བརྩམས་པ་རེད། དེ་ནས་རྒྱ་གར་ལ། བཙན་བྱོལ་ཕེབས་ནས་ད་ང་ཚོའི་སྒྲིག་འཛུགས་ཟེར་ནས་རེད་བོད་གཞུང་ཟེར་ནས་རེད་བཙན་བྱོལ་བོད་གཞུང་སླར་གསོ་བྱས་ཡ་འདི་མགོ་ག་དུས་བརྩམས་པ་རེད་ཤོད་བི་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་བཞི་བལ་གྱི་ཚེས་ཉི་ཤུ་རྩེ་ལྔའི་ཉིན་མོ་འདི་རེད། ཚེས་ཉི་ཤུ་རྩེ་ལྔའི་ཉིན་མོ་འདི་ཡ་འདིའི་སྐབས་ལ་བཞུགས་སྒར་འདི་མ་སུ་རི་རེད་མ་སུ་རི་ཨ་ད་བི་ལ་ཧའུ་ས་ད་ཕྱུག་ད་བི་ལ་ས་ངེས་ཆོག་རེད་ཏྲ་ཏྲ་བི་ལ་ས་སྐབས་ཅིག་ལ་ད་སྐྱ་ར་ཆེ་ཤོས་ཅིག་རེད།

སྤྱི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་སྤྱི་ཟླ་གར་ས་བཞི་པའི་གི་ཚེས་ཉི་ཤུ་རྩ་དགུའི་ཉིན་མོ་དེ་ཨ་ནེ་ཁོང་ཚོའི་ཡ། ད་གཞུང་ཞབས་འདིའི་བཀའ་ལ་ཡོད་བསྡད་པ་འདི་གས་ཀྱིས་ཨ་ནེ་ལས་འཆར་འཆར་འབུལ་ཞུས་བཞག། འཆར་འབུལ་ཞུས་ནས་དེའི་སྐབས་ལ་ད་རིས་ཁ་སང་ང་ཚོ Department ཞིག་ཏུ་ཨ། ལས་ཁུངས་ཆེ་ཁག་དེ་རིས་ཁ་སང་བདུན་འདུག་ཨ། འདིའི་སྐབས་ལ་དང་པོ་གཙོ་བའི་ཀ་ལ་ལས་ཁུངས་བཞི་རེད། ལས་ཁུངས་བཞི་དེ་ག་རེ་ལགས་ན་ཆོས་དོན་ལྷན་ཁང། ནང་སྲིད་ལྷན་ཁང་ཕྱི་སྲིད་ལྷན་ཁང་ཨ་ནི་དུ་གུས་ལྷན་ཁང་ཟིག་རེད་དུ་གུས་ཟེར་དེ་དཔལ་འབྱོར་དེ་ད་དེ་རིགས་ག་ས་དཔལ་འབྱོར་ལས་ཁུངས་ཟིག་དོ་ཨ་འདིའི་སྐལ་དུ་གུས་ད་འདི་བཞི་དེ་རེད་གཙོ་བོ་དེ་འདི་བཞི་དེ་བྱས་ནས་ད་རྒྱ་གར་གཞུང་ལ་མུ་མཐུད་ནས་འབྲེལ་བ་གནང་ཡ་དེ་གལ་ཆེན་པོ་ཡིན་པ་ཡིན་ཙང་ཨ་ནི་ལྡི་ལི་དོན་གཅོད་ལྡི་དོན་གཅོད་ནང་ནས་ཐང་ཤོད་དེ་ལྡི་ལི་དོན་གཅོད་རེད། གཉིས་པ་འདི་ཨ་རི་དོན་གཅོད་རེད་ཨ་རི་དོན་གཅོད་དེ་ནིའུ་ཡོག་ལ་བཞག་དགོས་རྒྱུ་མཚན་དེ་ག་རེད་ཤོད་ཡོད་ན་འདིའི་སྐབས་ལ་ང་ཚོས་ཀྱི་ཞུ་གཏུག་བྱེད་ས་གཙོ་བོ་དེ་ལྟ་དམིགས་ཞུ་དམིགས་སྒྲིག་ས་དེ་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་གཏུག་བྱས་དེ་དམིགས་ཡུལ་གཙོ་བོ་འདི་རེད་དེ་ཚ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་དེ་ནིའུ་ཡོག་ལ་ཡོད་པ་ཡིན་ཙང་ཨ་ནེ་སྐུ་ཚབ་དོན་གཅོད་ཨང་གཉིས་པ་དེ་ཨ་རི་ལ་བཞག་པ་རེད་ད་ག་འབྱེད་འདུག་ཟེར་ནས་ང་ཚོས་ཀྱི་ད་ལོ་ལྔ་བཅུ། སེ་ན་རེད་གངས་སྐྱིད་ལྔ་བཅུ་ལྷག་ལྷག་ཅིག་གིས་ང་ཚོའི་སྒྲིག་འཛུགས་འདི་དང་པོ་འགོ་བཙུགས་སྟངས་འདུག་ས་རེད་ཨ་འདི་ནས་ད་འདིའི་སྐབས་ཀྱི་བཀའ་བློན་དང་ལས་བྱེད་ཚོས་ཀྱི་མཇལ་ཐེངས་བཞི་པ་འདིའི་སྐབས་ལ་ད་མ་འོངས་པ་ལ་ང་ཚོའི་གི་ཕྱི་འདི་ལྔ་བཅུ་ང་དགུའི་གི་ཕྱི་ཟླ་བཅུ་གཅིག་ནང་རེད་མ་འོངས་པ་ལ་ང་ཚོའི་སྒྲིག་འཛུགས་འདི་དེ་སྔ་ལྟ་བུ་མ་ཡིན་པ་བྱས་ནས། གཅིག་འཛམ་གླིང་སྤྱི་འཐུས་དང་མཐུན་པའི་གི་སྒྲིག་འཛུགས་ཀྱིས་དགོས་ཡ་འདི་གལ་ཆེན་པོ་རེད་འདི་ལས་ཤེས་པའི་གི་ལས་ཤར་གྲི་གུག་རེད་གསུངས་པ་རེད་དེ་དུས་ཚང་པ་ཨན་ཁོང་རྣམ་པའི་གི་ལྟ། དམངས་གཙོའི་ཐོག་ལ་ཕལ་ཡིན་པ་དང་དེ་ཡང་གཅིག་རྒྱ་གར་གི་ཨ་ནི་རྩ་ཁྲིམས་དང་དབྱིན་ཇིའི་གི་རྩ་ཁྲིམས་བསྒྱུར་ཡ་བྱས་འདི་བསྒྱུར་ཡ་གི་ཆེད་དུ་དང་པོ་ཚིག་མཛོད་ཅིག་བཟོ་དགོས་ཡ་འདི་གནད་འགག་གཟིགས་འདི་འདྲས་གནང་བ་རེད་དེ་ཡིན་ཙང། དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་ལ་ཡང། ད་ང་ཚོས་དེབ་ཐེར་འགའ་ཤས་ནང་ལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་འཁོད་ཡོད་འདི་ནོར་བ་རེད། དེ་མཚམས་དངོས་སུ་བསྒྲིགས་པ་འདི། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ། སྤྱི་ཟླ་གཉིས་པའི་གི་ཚེས་གསུམ་ཉིན་མོ་འདི་ལ་ཡང། རྡོ་རྗེ་གདན་ལ། ཆོས་ལུགས་ཆོལ་གསུམ་དང་བཅས་པའི་གི། བརྟན་བཞུགས་ཕུལ་བ་རེད། བརྟན་བཞུགས་ཕུལ་བའི་སྐབས་ལ་སྣ་རྒན་ཐུང་ངུ་ཞིག་བཞག་གནང་བ་རེད་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་རོགས་གནང། ཨ་ནི། ཁྱེད་ཀྱིས་གང་གསུང་ཅི་སྒྲུབ་ང་ཚོས་ཞུ་གི་ཡིན། གང་རྗེས། ཆོལ་ཁ་གསུམ་དེ་གཅིག་ཏུ་སྒྲིལ་བའི་དམ་ཚིག་གོང་བུ་གཅིག་སྒྲིལ་དཔེ་ལྕག་གི། ག་རེ་འདི་ན་ཞིག་ལབ་ཡོད་རེད་དཔེ་ཞིག་བཞག་ཡོད་རེད་འདི་ཚོའི་བསམ་པ། བཀའ་སློབ་ནང་ལ་ཡང་ལྕག་འདི་ག་རེ་གཅིག་གསུང་བའི་བྱེད་ཡོད་རེད། ག་འདྲེ། འདིའི་སྐབས་ལ་ཨན་ཀྱང་ངུར་སྨྲུག་ཅེས་བཀའ་སློབ་ག་རེ་ཕེལ་ཡོད་རེ་ཤོད་བས་ན། ད་ང་ཚོའི་སྒྲིག་འཛུགས་འདི་དེ་སྔ་ལྟ་བུ་མ་ཡིན་པ་བྱས་ནས། མི་མང་འཐུས་མི་གིས་དབུ་ཁྲིད་པའི་གཞུང་ཅིག་གོ་གི་རེད། འདི་འདྲ་ཡིན་ཙང་ཁྱེད་རང་ཚོ་སོ་སོ་རང་གནས་ལོག་ཟིན་པའི་རྗེས་ལ། སྔ་དྲོའི་རིང་འདི་ཆོས་ལུགས་ཆེན་པོ་བཞི་དང་ཆོས་སྒོ་གསུམ་སོ་སོ་ནས་ཆོས་ལུགས་ཆེན་པོ་བཞི་སོ་སོ་ནས་སྐུ་ཚབ་རེ་རེ་དང། ཨ་ནི་ཆོལ་ཁ་གསུམ་སོ་སོ་ནས་སྐུ་ཚབ་གསུམ་གསུམ་བྱས་ནས་ཨ་ནི་འོས་མི་འདི་ང་ལ་ཁྱེར་ཞོག་ས་ཀ་ཕེབས། དེང་སོང་ཨ། ད་མགོ་བཙུགས་ཨེ་འགྲོ་དང་པོ་འདི་རེད། ད། འདི་གསུངས་པ་ཡིན་ཙང་ཨ་ནི་འདིའི་སྐབས་ཀྱི་སྐུ་ཚབ་འདི་གས་འདི་ཨ་ནི་རང་གནས་ལོག་ནས་ཨ་ནི་འོས་འོས་མི་འདི་སྐྱབས་ངོར་མུ་ཅི་ལ་ཕུལ་ཡོད་པ་རེད། རྐྱང་བུ་རིན་པོ་ཆེར་ཕུལ་ནས་ཨ་ནི་རྐྱང་བུ་རིན་པོ་ཆེ་གིས་ཨ་ནི་ཆོ་ག་གསུམ་དང་ཆོས་བརྒྱུད་ཆེན་པོ་བཞི་འདིའི་སྐབས་ལ་བོན་པོའི་སྤྱི་འཐུས་ཡོད་མ་རེད། སོ་སོ་གིས་ཨ་ནི་འོས་མི་ཕུལ་ཞོག་པ་དེར་ཕྱག་རྟགས་གནང་བ་རེད། མཁྱེན་སོང་ཨ། ཕྱག་རྟགས་གནང་ནས་ཨ་ནི་འདིའི་སྐབས་ཀྱི་ཨ་ནི་འཐུས་མི་བཅོ་བརྒྱད་འདིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་སྤྱི་ཟླ་དགུ་བའི་གི་ཚེས་གཉིས་ཉིན་མོ་འདི་ཡར་དམ་བཅའ་ཕུལ་བ་རེད། དམ་ཆོས་ཕུལ་བའི་ཉིན་མོ་དེ་ནས་བཟུང་སྟེ་ཨ་ནི་ང་ཚོའི་མང་གཙོའི་དབུ་བརྙེས་པ་ཡིན་གསུངས་པར་བརྟེན་ཙང་ང་ཚོས་དེ་རིང་ཁར་སང་མང་གཙོའི་དུས་དྲན་སྲུང་བརྩི་བྱས་ཏེ། ཕྱི་ཟླ་དགུ་པའི་ཚེས་གཉིས་ཕུལ་དགོས་རྒྱུ་མཚན་དེ་ག་རེད་ཟེར་ན་སྐབས་དང་པོའི་སྤྱི་འཐུས་འདི་ཐོག་མར་དམ་ཆོས་ཕུལ་བའི་ཉིན་མོ་ཡིན་ཙང་ཨ་ནི་མང་གཙོའི་དུས་དྲན་སྲུང་བརྩི་བྱས་ཏེ་འདི་ནས་འགོ་བཙུགས་པ་རེད། ད་ང་ཚོའི་གི་མང་གཙོའི་འཕེལ་རིམ་ཟེར་ནས་རེད་ང་ཚོས་སྒྲིག་འཛུགས་ཀྱི་འཕེལ་རིམ་འདིའི་ཐོག་ལ་བཤད་པས་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་སྤྱི་ཟླ་དགུ་པའི་གི་ཚེས་གཉིས་ཉིན་མོ་ནས། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ། སྤྱི་ཟླ་ལྔ་བའི་གི་ཚེས་ཉི་ཤུ་རྩ་དགུ་བར་གྱི་གནས་བབ་འདི་གཅིག་རེད། ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་དགུ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་བར་གྱི་གནས་བབ་འདི་གཅིག་རེད། ལྷས་བྱིའུ་དབུ་མར་སྐར་སར་ཆིག་སྟོང་དགུ་བརྒྱ་དགུ་བཅུ་ནས་དགུ་བཅུ་གོ་གཅིག་གི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་བར་གྱི་གནས་སྟངས་དེ་གཅིག་རེད། དེ་ནས་དགུ་བཅུ་གོ་གཅིག་ནས་ཉིས་སྟོང་གཉིས་བར་གྱི་གནས་སྟངས་དེ་གཅིག་རེད། ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་གཅིག། བར་གྱི་གནས་སྟངས་འདི་གཅིག་རེད་ཉིས་སྟོང་བཅུ་གཅིག་ནས་ད་བར་གྱི་འགྲོ་སྟངས་འདི་འདི་ཞིག་རེད་འདི་ཙང་ད་ངས་བཤད་པའི་སྐར་ལ་དང་པོ་དེ་ཡ། ཆིག་སྟོང་དགུ་བརྒྱ་དྲུག་ཅུ་ཕྱི་ཟླ་དགུ་པའི་ཚེས་གཉིས་ཉིན་མོ་ནས་སོང་སྟེ། ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་བར་གྱི་གནས་བབ་འདི་ཤེས་གིན་དང་པོ་དེ་ཡ། ད་ཐོག་མར་ང་ཚོ་མང་གཙོ་དབུ་བརྙེས་པ་ཡིན་ཙང། སྐབས་དང་པོའི་སྤྱི་འཐུས་འདི་གས་འདི་ལ་ཡ། གར་སོགས་རེད། ལས་ཁུངས་སུ་ཟུར་དུ་ཡོག་མ་རེད། དམ་བཅའ་ཕུལ་ཟིན་པའི་རྗེས་ལ་སྤྱི་འཐུས་རྣམ་པ་ཚོ་གོ་བཞི་བརྒྱབ་ནས། ཁ་ཤས་ཆོས་དོན་ལས་ཁང་ནང་བཏང་ཁ་ཤས་ནང་སྲིད་ལྷན་ཁང་ནང་བཏང། རེད་བ། ཁ་ཤས་འདུ་འགོད་ལྷན་ཁང་ནང་བཏང་ཁ་ཤས་ཕྱི་སྲིད་ལས་ཁང་ནང་བཏང་དེ་དུས་ཕྱི་སྲིད་ལས་ཁུངས་ཟིག་རེད་མ་གཏོགས་ཕྱི་སྲིད་ལྷན་ཁང་ཟིག་རེད་མ་གཏོགས་པའི་ཕྱི་དྲིལ་ཟིག་མ་རེད། ཕྱི་དྲིལ་དེ་དྲིལ་བསྒྲགས་དེ་རྗེས་ལ་བྱས་ནས། ཕྱིར་སྦྲེལ་བ་བྱས་དང་ཨན་དྷི་རག་བྱས་དེ་དེ་མཉམ་དུ་བཞག་ནས་འདུ་བྱས་པ་རེད། དེ་ཚོ་སྤྱི་འཐུས་རྣམ་པ་ཚོའི་ཉམས་མྱོང་ས་ཡ་ཞིག་ཏུ་ལས་ཁུངས་འདི་གས་ལ་གོམས་ཤིག་བརྒྱབ་བཞག་པ་རེད། ཨ་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ར་གསུམ། དྲུག་ཅུ། འོང་འདུག་བཤད་ད་དེ་ནས་མང་གཙོའི་ལམ་ལུགས་ལ་འགྲོ་བ་ལ་ཁྲིམས་ཀྱི་དབང་སྒྱུར་རེད་རྩ་ཁྲིམས་ཀྱི་གོ་བ་རེད་དེ་འདྲ་ཡིན་ཙང་ང་ཚོས་ཀྱི་མང་གཙོའི་ལམ་ལུགས་བཟོ་དགོས་རྒྱུ་མཚན་དེ་ག་རེད་ཟེར་ན་གཞིས་བྱེས་མཉམ་འཛོམས་བྱུང་བའི་མཚམས་ལ་མང་གཙོའི་ལམ་ལུགས་ཐོག་ལ་ཕེབས་དེ་འདྲ་ཡིན་ཙང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་བཅུ་རེ་གཅིག་སྤྱི་ཟླ་བཅུ་གཅིག་གི་ཚེས་སྤྱི་ཟླ་བཅུ་པའི་གི་ཚེས་བཅུའི་ཉིན་མོ་དེ་ལ་མ་འོངས་བོད་ཀྱི་དམངས་གཙོའི་རྩ་ཁྲིམས་དུས་བབ་ཀྱི་གསལ་བསྒྲགས་གནང་བ་རེད། དུས་བབ་འདི་གསལ་བསྒྲགས་གནང་ནས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་གར་ཕེབས་ཡོད་རེད་ཤོད་བས་ན། རྩ་ཁྲིམས་ཟིན་བྲིས་འདི་ལ་གཟིགས་ནས་ཨ་ནི་བོད་མི་ཡིན་ནོ་ཅོག་གིས་འགན་འཁྱིལ་བའི་ཐོག་ནས་ལྟ་འདིའི་ནང་ལེགས་པའི་ཉེས་འགོག་ག་རེ་གནང་དགོས་ནས། ཨན་བསམ་འཆར་འཁྱེར་ཞོར་གསུངས་པ་རེད། དེ་མཚམས་ཨན་བསམ་འཆར་འདྲ་མིན་སྣ་ཚོགས་མང་པོ་ཞིག་འབྱོར་ཡོད་རེད་ད་འདིའི་ནང་ནས་ཚང་མ་ཀློག་གིས་ད་གང་ཅི། གསལ་འགྲེལ་ཟིན་བྲིས་འདི་ཡག་པོ་ཞེ་དྲག་འདུག་ད་ཅིག། ལོང་བ་ལ་མིག་བྱིན་པ་དང་འོན་པ་ལ་དཔེ་རྣ་བ་བྱིན་པ་ལྟ་བུ་དཔེ་མ་སྲིད་པའི་ཡག་པོ་དེང་དུས་ཀྱི་ལམ་ལུགས་དང་མཐུན་པ་ཡག་པོ་ཞིབ་བཞི་འདུག། ད་འདིའི་ནང་ལ་སྐྱབས་མགོན་རིན་པོ་ཆེའི་སྐུ་དབང། སྐྱབས་མགོན་རིན་པོ་ཆེའི་སྐུ་དབང་འདི་གལ་སྲིད་འགྱུར་བ་གཏང་དགོས་བྱུང་ན་ཨ་ནི་འཐུས་མི་ལྷན་ཚོགས་ཀྱིས་འགྱུར་བ་གཏང་ཡ་ཟེར་གྱི་འདུག་ད་འདི་ང་ཚོས་རྩ་བ་ཉིད་ནས་བཟོད་ཐུབ་ས་མ་རེད་འོ་འདི་གསུངས་པ་རེད། འདི་གསུངས་ནས་འདི་ལ་ཡང་ལེགས་བཅོས་བྱས་ནས་ཨ་ནི། མ་འོངས་བོད་ཀྱི་དམངས་གཙོའི་རྩ་ཁྲིམས་རྒྱས་པ་འདིས། སྤྱི་ལོ་ཆིག་སྟོང་དགུ་བརྒྱ། དྲུག་ཅུ་རེ་གསུམ་གྱི་ཕྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་དེ་གསལ་བསྒྲགས་གནང་བ་རེད། གསལ་བསྒྲགས་གནང་ནས། ད་འདི་ག་རེད་ཟེར་ན་མ་འོངས་པ་ལ་གཞིས་བྱེས་མཉམ་འཛོམས་བྱུང་བའི་མཚམས་ལ། ཞེས་ལག་ལེན་བསྟར་ཡ་ཆེད་རེད། ད་ལྟ་ང་ཚོ་བཙན་བྱོལ་ལས་གནས་ཤོད་རིང་གི། འདི་ནང་བཞིན་ཡོང་ཨ་ཡོག་མར་དེ་དེ་དང་ཕྱོགས་མཚུངས་པ་ཞིག་བྱེད་ཀྱི་ཡིན་གསུངས་པ་རེད་མཁྱེན་སོང་ཨ། དེ་ཡིན་ཙང་ད་དེ་ནས་བྱེད་ནས་ཅིག་གར་སོང་རེད་སྤྱི་འཐུས་ལྷན་ཚོགས་ཀྱི་ལས་ཀ་བྱེད་སྟངས་ད་དེ་ཚོ་དཔེ་ཁ་ཁ་རེད་དཔེར་ན། སྐབས་དང་པོའི་སྤྱི་འཐུས་ནས་སྐབས་བཅུ་པའི་སྤྱི་འཐུས་བར་ལ། མི་མང་གིས་འོས་བསྡུ་བྱེད་ཀྱི་ཡོད་པ་གང་ཞིག་ལ་མཐའ་མ་དེ་ཐུགས་ཐག་བཅད་གནང་མཁན་དེ་སྐྱབས་མགོན་རིན་པོ་ཆེ་རེད། སྐྱབས་མགོན་རིན་པོ་ཆེ། འདིའི་སྐབས་ལ་རྒྱལ་ཁབ་ཀྱི་དབུ་ཁྲིད་རེད་ལ་གཞུང་གི་དབུ་ཁྲིད་རེད་མཁྱེན་སོང་ཨ། ང་རང་ཚོ། ད་ད་ལྟའི་ཆ་ལ་ང་ཚོ་ལ་རྒྱལ་ཁབ་ཀྱི་དབུ་ཁྲིད་ཡོད་མ་རེད་གཞུང་གི་དབུ་ཁྲིད་ཡོད་རེད། སྐྱབས་མགོན་རིན་པོ་ཆེ་གི་སྐུ་དབང་དེ་མ་ཤོར་གྱི་བར་ལ་སྐྱབས་མགོན་རིན་པོ་ཆེ Head of the State སྐད་རེད་ཨ་ནི Head of the Executive རེད་བ། དཔེར་ན་རྒྱ་གར་ལྟ་བུའི་ཆ་མཚོན་མེད་ན། རྒྱལ་ཁབ་ཀྱི་དབུ་ཁྲིད་སུ་རེད་རྒྱ་གར་སྲིད་འཛིན་རེད། གཞུང་གི་དབུ་ཁྲིད་སུ་རེད་རྒྱ་གར་སྲིད་བློན་རེད། དབྱིན་ཇི་ཡུལ་ལྟ་བུའི་ཆ་མཚོན་མེད་ན་རྒྱལ་ཁབ་ཀྱི་དབུ་ཁྲིད་དེ་རྒྱལ་མོ་རེད་གཞུང་གི་དབུ་ཁྲིད་དེ་སྲིད་བློན་རེད་བ། འདི་ནང་བཞིན་བྱས་ན་འདིའི་སྐབས་ལ། ང་ཚོའི་གི་སྒྲིག་འཛུགས་ཀྱི་གཞུང་གི་དབུ་ཁྲིད་སྐྱབས་མགོན་རིན་པོ་ཆེ་རེད་ལ་རྒྱལ་ཁབ་ཀྱི་དབུ་ཁྲིད་སྐྱབས་མགོན་རིན་པོ་ཆེ་རེད། དེ་འདྲ་ཡིན་ཙང། མི་མང་གིས་འོས་འདེམས་བྱས་པ་གང་ཞིག་ལ། ཨ་ནེ་འོས་མང་ང་འདི་གས་དེ་སྐྱབས་མགོན་རིན་པོ་ཆེ་ལ་འོས་འཆར་གྱི་ལམ་ནས་ཕུལ་ནས་སྐྱབས་མགོན་རིན་པོ་ཆེ་གི་འོས་མང་ཤོས་གཉིས་འདི་ད་དཔེ་ན་སྤྱི་འཐུས་གཉིས་གོ་གི་ཡོད་པས་ན་འོས་མང་ཤོས་གཉིས་འདི་བཞག་ནས་འགྲིག་རེད་ལ་འོས་ཉུང་བ་གཉིས་འདི་བཞག་ནས་འགྲིག་རེད་ད་སྐྱབས་མགོན་རིན་པོ་ཆེ་ཕྱག་བཏང་གནང་ཡ་སོང་བ་འདི་རེད་ཁེང་སོང་ཨ། དེ་ཡིན་ཙང། འདི་བྱས་ནས་འགྲོ་ཡ་ཅི་ཆགས་བསྡད་ཡོད་རེད་ཨ་ནེ་འདིའི་སྐབས་ལ། གནས་འགའ་ཆེ་ཤོས་ཀྱི་གར་རེར་དང་པོ་དང་པོ། འདི་བྱས་པ་རེད་གར་སོགས་རེད་ཟླ་བ་ཟླ་བ་ལ། ལས་བྱེད་ནང་ཁུལ་ཚོགས་འདུ་འཚོགས་ནས་དེ་ནས་ལེགས་པའི་ཉེས་གོ་ག་རེ་བྱས་ཁོག་ཏུ་འདི་འདྲ་བྱས་རེད་ད་ནི་ཟླ་བ་ཟླ་བ་ལ་ཞེའུ་གཅིག་ཡོང་བྱ་ཡ་གལ་མི་འདུག་འདི་འདྲ་བྱས་ནས་ཟླ་བ་དྲུག་དྲུག་ལ་ཨ་ནི་ཚོགས་འདུ་རྒྱས་འཛོམས་བྱས་ཡ་འདི་འདྲ་འགོ་བཙུགས་པ་རེད། དེ་འདྲ་བྱས་ལ་ད་ཟླ་བ་དྲུག་དེའི་དཔལ་དུ་ཡང་འདི་ཡོང་གི་མི་འདུག་ཟླ་ནས་ལོ་གཅིག་ཅིག་ལ། དེ་འདྲ་བྱས་ནས་ཨ་ནི་ལོ་གཉིས་གཉིས་མཚམས་ལ་དེ་ཚོ་ལོ་གཅིག་ཅིག་ལ་འཚོགས་ཡ་དེ་ལ་ལོ་འཁོར་ཚོགས་ཆེན་ཟིག་རེད་ད་ལོ་འཁོར་ཚོགས་ཆེན་འདིའི་ནང་ལ། གཅིག་གཞིས་ཆགས་ཁག་གི་གཞིས་འགོ་རེད། དེ་ནས་གཅིག་སྒར་གཟུགས་རེད། མི་མང་གིས་འདེམས་སྒྲུག་བྱེད་བཤད་པའི་འཐུས་མི་རེད། ཨན་ཆོས་སྡེ་ཁག་གི་སྐུ་ཚབ་རེད་སློབ་གྲྭ་ཁག་གི་འགན་འཛིན་རེད་འདི་གས་ཚང་མ་ཡོང་ནས། ད་རྒྱུ་བ་ཚང་མ་ལོ་འདིའི་རྒྱུན་འགྲུག་རེད་ལོ་འཁོར་ཚོགས་ཆེན་དང་སྲིད་བྱུས་ཚོགས་ཆེན་སྐབས་ལ།

རེག་གསུམ། རེག་གསུམ་ནས་བཟུང་སྟེ་སྐབས་གཉིས་པ་ནས་བཟུང་སྟེ་ཨ་ནི་སྤྱི་འཐུས་སྐབས་གཉིས་པ་ཆགས་རེད་ཨ། འདི་ནས་བཟུང་སྟེ་སྤྱི་འཐུས་ལྷན་ཁང་ཟུར་དུ་བཙུགས། སྤྱི་འཐུས་ཀྱི་ཚོགས་གཙོ་ཚོགས་གཞོན་གཉིས་འོས་འདེམས་བྱས་འདི་ངེད་ལ་སྐབས་དང་པོ་ལ་ཚོགས་གཙོ་ཚོགས་གཞོན་ཡོད་མ་རེད་ད། ཁྱེད་སོང་ཨ། གཞན་དག་སོང་ཨེ་བྱས་པས་ན་འདིའི་སྐབས་ལ་ལས་ཁུངས་མེད་པ་ཡིན་ཙང་ཨ་ནི་འཛོམས་པའི་སྐར་ལ་གམ་ཅིག་ལྕགས་ཁམ་ཞེས་པ་རེད་ཟེར་གི་འདུག་ལྕགས་ཁམ་དེ་ཁྱེད་ཨ་ནི་ཅིག་ཤིང་སྡོང་འོག་ལ་ལྷན་འཛོམས་གནང་གི་ཡོད་རེད་གསུང་གི་འདུག་ད་དང་པོ་འཛོམས་པའི་ཁར་ད་རྩ་བའི་ལས་ཁུངས་སོ་སོ་ན་ཆ་བགོས་བྱེད་བཞག་རེད་བ། དེ་འདྲས་བྱས་ད་གང་ཅི་ལོ་འཁོར་ཚོགས་ཆེན་དང་སྲི་ཞུ་ཚོགས་ཆེན་དང་འདུ་བྱེད་ནས་སྐབས་ཕལ་ཆེ་སྐབས་ལྔ་བ་བར་ལ་འོས་བསྡུ་བྱེད་གི་ཡོད་རེད་དེ་འོས་བསྡུ་སྒྲིག་གཞི་ཁོ་རང་ཡོད་མ་རེད། སྐབས་ལྔ་བའི་སྐབས་ལ་ད་འོས་བསྡུ་བྱེད་སྟངས་ཀྱི་སྒྲིག་གཞི་ཞིག་གོ་གི་འདུག་དེ་རྒྱ་གར་གྱི་ཨ་ནི་གྲོས་ཚོགས་ཀྱི་འཐུས་མི་ཚོ་འོས་བསྡུ་བྱེད་སྟངས་ག་འདྲས་བྱེད་ཀྱི་འདུག་འདིའི་གི་སྒྲིག་གཞི་གཞི་ལ་འཛིན་པའི་ཐོག་ནས་ང་ཚོ་ལ་དགོས་མཁོ་ཡོད་པ་འདི་ག་དེ་གླེང་ནས་ཨ་ནི་འོས་བསྡུའི་སྒྲིག་གཞི་ཟིན་བྲིས་བཟོས་ཨ་ནི་གཏན་འབེབས་གནང་ཡ་ལ་སོགས་པ་དེ་འདྲས་བྱུང་བ་རེད། འདི་བྱེད། ད་དེ་ནས་ད་ལྟ་མང་གཙོའི་ཀ་བ་གསུམ་ཟིག་འདུག་ང་ཚོ་འགྲོ་བ་ཕྱིན་ན་ཁྲིམས་ལུགས་དབང་འཛིན། ཁྲིམས་བཟོ་ལྷན་ཚོགས་འཛིན་སྐྱོང་བཀའ་ཤག་ཟིག་འདུག་འདིའི་སྐབས་ལ་ཡོག་མ་རྟ། འདིའི་སྐབས་ལ་མང་གཙོའི་ཀ་བ་གསུམ་ནས་གཉིས་ཡོག་རེད། བཀའ་ཤག་ཡོད་རེད་སྤྱི་འཐུས་ཡོད་རེད་ཡིན་ནས་སྤྱི་འཐུས་ཀྱི་ལས་ཀ་བྱེད་སྟངས་ད་ལྟ་ན་བཞིན་མ་རེད། འདིའི་སྐབས་ལ་ཟླ་བ་རེ་རེ་ལ་ཆེས་མཐོའི་རྒྱུན་ལས་ཟིག་རེད National Working Committee ཟིག་རེད། ཆེས་མཐོའི་རྒྱུན་ལས་འདིའི་ནང་ལ་གཙོ་སྐྱོང་བྱེད་མཁན་དེ་སྤྱི་འཐུས་ཀྱི་ཚོགས་གཙོ་དང་ཚོགས་གཙོ་གཞོན་པ་རེད། འདིའི་ནང་ལ་མཉམ་ཞུགས་གནང་མཁན་དེ་བཀའ་བློན་རྣམ་པ་ཚོ་ཡོད་རེད་སྤྱི་འཐུས་རྣམ་པ་ཚོ་ཡོད་རེད་ལས་ཁུངས་ཁག་གི་དྲུང་ཆེ་དང་འགན་འཛིན་དེ་གས་ཡོད་རེད།

དེ་འདྲའི་བྱས་ནས། ད་གཞོན་ནུ་ལྷན་ཚོགས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་སྐབས་ལ་དབུ་བརྙེས་པ་རེད་དེ་དུས་བརྩམས་པ་བོད་རིགས་གཞོན་ནུ་ལྷན་ཚོགས་ཟིག་རེད། ཨ་ནི་དེ་ནས་གཞོན་ནུ་ལྷན་ཚོགས་ཀྱི་ཆིག་སྟོང་དགུ་བརྒྱ་དུན་ཅུ་དུན་གཅིག་དུན་གཉིས་དེ་མ་ལ་ད་ང་ཚོའི་གི་འོས་བསྡུ་བྱེད་སྟངས་དེ་མང་གཙོའི་ལམ་ལུགས་དང་མཐུན་པ་འཇོན་གི་མི་འདུག་མི་མང་གི་འཐུས་མི་ངོ་མ་ཅིག་སྤྱི་འཐུས་ཚོ་ཆགས་ཐུབ་གི་མི་འདུག། དེ་རིང་ཡང་སྤྱི་འཐུས་འདིའི་མི་མང་གི་འཐུས་མི་ངོ་མ་ཆགས་ལ། གར་བྱེད་འོག་ཏུ་བསུས་བས་ན། དཔེར་ན། མདོ་སྟོད་སྤྱི་འཐུས་ཀྱི་འོས་ཤོག་འཕེན་ན་དབུས་གཙང་དང་མདོ་སྨད་ཚང་མས་འཕེན་དགོས་འདུག། མདོ་སྨད་སྤྱི་འཐུས་ཀྱི་འོས་འཕེན་དགོས་བྱུང་ན་དབུས་གཙང་དང་མདོ་སྟོད་ཚང་མས་འཕེན་དགོས་འདུག་གང་ཅེས་ཚང་མའི་འོས་འཕེན་པའི་གི་འཐུས་མི་ཞིག་སླེབས་བས་ན་ཨ་ནི་ཁོང་མི་མང་གི་འཐུས་མི་ངོ་མ་ཆགས་འགྲོ་གི་འདུག་ད་འདི་བསམ་འཆར་འདི་ཁོང་ཚོའི་གྲོས་ཆོད་བཞག་ཆེད་དོན་རྒྱུན་ལས་ལ་སྔ་འགྱེད་ཕུལ་ཡོད་རེད།

མདོ་སྟོད་སྨད་གཉིས་ཀྱི་རྩ་བ་གཉིས་ནི་ཁས་ལེན་མེད་ས། དེའི་ཕྱིར་ན་རྩ་བ་གཉིས་ནི་ཡོང་གི་མ་རེད་གསུང་ཡ་ཆའོ་རེད་དེའི་རྗེས་ལ་མདོ་སྟོད་འདི་ལས་ཤུགས་ཆད་ཕྱིན་པ་རེད་ཨ་ནི་གང་ཅེས་བོད་ཁྱོད་ནི་ཕན་ཐུག་ཡོད་མ་རེད། དེང་སང་སྐབས་བརྒྱད་པ་འདིས་སྔོན་འགྲོ་ཕན་ཚ་བའི་རྗེས་ལ་དངོས་གཞི་ཁྱོད་ནི་འགྲོ་གོང་ཐུག་ཡོད་མ་རེད། འགྲོ་མ་ཐུག་པ་ཡིན་ཙང་ཨ་ནི་ཚོགས་ཆེན་བཞིན་དམིགས་བསལ་འདུ་སྐོང་གནང་ནས་གར་བྱས་པར་ཞུས་པས་ན། གྲོས་ཆོད་གར་བཞག་ཡོད་ས་ན་ད་གང་ཅེས་འདི་འདྲའི་གི་གནས་ཚུལ་ཅིག་སྤྱི་མོས་ཅིག་མ་བྱུང་གི་བར་དུ་ལ། ཨ་ནུ། སྤྱི་འཐུས་བཞུགས་གོ་གི་ཡོད་བས་ན་རྒྱ་གར་རིན་པོ་ཆེ་རང་གི་ཡེ་ཤེས་དབྱིངས་ཅན་གནང་རོགས་གནང། ད་རྒྱ་གར་རིན་པོ་ཆེ་ཡེ་ཤེས་དབྱིངས་ཅན་གནང་ཤག་ཁྱོད་བྱེད་འདུན་བསམ་པ་སྤྱི་འཐུས་ཀྱི་དུས་ཡུན་དེ་པར་གོ་གི་འདུག་རྔན་མ་ཡིན་ན་སྤྱི་འཐུས་ཀྱི་དུས་ཡུན་དེ་ལོ་གསུམ་གསུམ་རེད་སྐབས་དང་པོ་ནས་བྱས་ནས་སྐབས།

བོད་ཕན་ཐུབ་ཙམ་བྱུང་བ་རེད་དཔེར་ན་ང་འགྲོ་བ་ཞིག་ན་ད་སྐབས་བཅུ་བ་ནས་ང་འགོ་བཙུགས་པ་རེད་སྤྱི་འཐུས། ང་ཚོ་སྐབས་བཅུ་བའི་སྤྱི་འཐུས་ཐོག་མར་གསར་མཇལ་ཞུས་པའི་སྐབས་ལ་སྐྱང་བོ་རིན་པོ་ཆེ་གིས་ང་ཚོ་བཀའ་སློབ་ག་རེ་ཕེབས་ཞུས་པས་ན་ད། མ་འོངས་པ་ལ་ས་གནས་མགོ་འཛིན་འདི་གས་དེ། གཞུང་ནས་བཏང་མི་དགོས་བ་ཞིག་ནས་མི་མང་གི་ཐད་ཀ་འོས་བསྡུ་བྱས་ཡ་ཞིག་བཟོས་ན་ཡག་པོ་འདུག་བསམ་གི་འདུག།

གཅིག་གར་གཟུགས་རེས་མང་བཟོའི་ཐོག་ལ་གོམ་པ་ཤུགས་ཆེན་པོ་སྤོས་ཆེད་དུ་དེ་སྔ་དྲུག་ཅུ་རེ་གསུམ་ལ་གསལ་བསྒྲགས་གནང་ཞེས་པའི་མ་འོངས་བོད་ཀྱི་དམངས་གཙོའི་རྩ་ཁྲིམས་དེ་ད་དུས་ཚོད་རིང་པོ་ཞུ་ཕྱིན་ཚར་བ་རེད་དྲུག་ཅུ་རེ་གསུམ་ནས་བརྒྱད་ཅུ་གྱ་བརྒྱད་བར་བཟོས་ཟིན་པ་དེ་ཚང་དུས་ཀྱི་བརྒྱུད་སྤྲོད་རེད་ཞེས་པའི་གི་ཉམས་རྟོགས་འགྱུར་བ་ཞིག་གུག་རེད། དེ་འདྲ་ཡིན་ཙང་ཨ་ནེ་གཅིག་སྐྱབས་མགོན་རིན་པོ་གར་གཟུགས་རེས་སྐྱབས་མགོན་རིན་པོ་ཆེ་གིས་རྩ་ཁྲིམས་འདི་ལ་ལེགས་བཅོས་བྱེད་མཁན་ཟིན་བྲིས་ཚོགས་ཆུང་ཞིག་བསྐོ་འཛུགས་གནང་གི་ཡིན། ཨན་སྐྱབས་མགོན་རིན་པོ་ཆེའི་གས་ལྟ་གཅིག་ཆབ་སྲིད་ཀྱི་ཐུགས་འགན་བཞེས་མི་དགོས་པ་འདི་འདུས་ཐོག་ལ་གོང་བུ་ཞིག་ཡིན་སྲིད་བསམ་པ་ལྟ། སྣང་ངན་འདི་དུས་བསམ་པ་ཡང་གཏན་ཚིགས་ཆེན་མོ་ཕུད་ནས་རྩ་བ་ཉིད་ནས་བཀག་འདི་འདྲ་མ་གནང་རོགས། གཅིག་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་འདི་འདྲའི་གས་བསྐོ་བཞག་མ་གནང་རོགས། ལྟ་གཅིག་འཛམ་བུ་གླིག་གནས་བབ་བསྟུན་ནས་ང་ཚོ་ལྟ། འཛམ་བུ་ལས་མིའི་ལུང་པར་བསྡད་དོན་རེད་ཞེ་དབང་སྟབས་བསྟུན་ཆགས་དོན་རེད་གང་ཅིའི་མང་གཙོའི་ཐོག་ལ་གང་ཐུབ་ཐུབ་ཅིག་གོམ་པ་རྒྱ་ཡས་འབད་བརྩོན་བྱེད་ཀྱི་ཡིན་ཡག་ཞུས་པ་རེད་ཡག་ཞུ་དུས་བསམ་པ་རྐྱང་ངོར་མོ་ཆེ་བཀའ་ཤག་ལ་བསམ་མུ་མཐུད་ནས་འདིའི་ཐོག་ལ་བགྲོ་གླེང་ཁུག་རེད་གསུངས་ནས་ཟླ་བ་བརྒྱད་རྗེས་ལ་ཡང་བསྐྱར་ཚོགས་ཆེན་ཞིག་ཏུ་བསྐོང་གནང་ཟླ་བ་བརྒྱད་རྗེས་ལ་ཚོགས་ཆེན་ཏུ་བསྐོང་གནང་ནས།

དང་པོ་དེ། ད་ལྟའི་གི་སྒྲིག་འཛུགས་འགྲོ་བཞིན་པ་འདི་ན་ཞེན་ཞིག་མུ་མཐུད་ནས་བཞག་གི་ཡིན་དང་ཡང་ན་ཆབ་སྲིད་ཚོགས་པ་ཡོད་པའི་གི་མང་གཙོའི་ལམ་ལུགས་ཅིག་ལ་འགྱུར་གྱིན་ཡིན། ཡང་ན་བཀའ་བློན་རྣམ་པ་འདི་གས་འདི་ད་ལྟ་ན་ཞེན་སྐྱབས་མགོན་རིན་པོ་ཆེ་བསྐོ་གཞག་གནང་ཡ་ཡིན་ཡང་ན་འོས་བསྡུའི་ལམ་ནས་ཡོང་དགོས་ཀྱི་རེད། ཡང་ན་སྤྱི་མཐུས་ཀྱི་ལས་ཀ་ལ་སོགས་པ་འདི་གས་འདི་རྒྱ་སྐྱེད་བཏང་དགོས་ཀྱི་རེད་མ་རེད། ད་འདིའི་སྐབས་ལ་སྤྱི་མཐུས་ཀྱི་ལས་ཀ་བྱོས་རོགས་སྐབས་དང་པོ་ནས་སྤྱི། བཅུ་བ་བར་གྱི་གནས་བབ་འཆོར་བ། སྤྱི་འཐུས་སུ་དོན་ཚན་པ། མི་མང་གི་ངོས་འཛིན་ག་འདྲས་ཤོར་ཟེར་ན་གཞུང་དང་མི་མང་གི་ཟམ་པ་རེད་ལ་ཡ་དེ་གཅིག་བྱས། ཁྲིམས་བཟོ་ལྷན་ཚོགས་ཀྱི་ངོས་འཛིན་བྱེད་དགོས་བ་མ་རེད། ཁྲིམས་བཟོ་ལྷན་ཚོགས་ཟེར་ཡ་དེ་དག་གཅིག། ང་ཚོ་སྐབས་བཅུ་གཅིག་ནས་ཐ་སྙད་དེ་ཤུགས་ཆེན་པོ་དག་རེད་མ་གཏོགས་འདི་ངན་ལ་སྤྱི་འཐུས་སུ་དོན་ཚན་པ་ད་ཅིག་ལས་འགུལ་མགོ་ཁྲིད་མཁན་འདྲ་ཆེ། དཔེར་ན་ལྡི་ལི་ལ་རྒྱ་མིའི་གཞུང་ཚབ་དེ་ག་ས་རྒྱ་མིའི་དཔོང་པོ་ཞིག་སླེབས་ཤིག་ལ་ན་ཨ་ནི་ལས་འགུལ་མགོ་ཁྲིད་ག་རེ་འགྲོ་ཡ་ལ་སོགས་པ

དགུ་བཅུ་གཅིག་ཟླ་ལྔ་པའི་གི་ཚེས་ཉི་ཤུ། ཚེས་ཉི་ཤུ་མ་རེད་ཚེས་ཕལ་ཆེར་བཅུ་གཅིག་ཚེས་བཅུ་གཅིག་ཡིན་པས་ཚེས་བཅུ་གཅིག་ལ་ཨ་ནེ་དམིགས་བསལ་ཚོགས་ཆེན་ཞིག་ཏུ་འོང་ན་ནམ་རྒྱུན་ཡིན་ན་ཚོགས་ཆེན་འདི་གས་ཀྱི་སྟངས་འཛིན་དང་ཅིག་གནང་ཡ་དེ་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གནང་གི་ཡོད་ལས་བསྡོམས་ལས་བསྡོམས་ཚོགས་ཆེན་ཡིན་ན་རེད་དམིགས་བསལ་ཚོགས་ཆེན་འདིའི་སྐབས་ལ་འཛིན་སྐྱོང་བཀའ་ཤག་རང་གིས་འགན་འཁྱེར། འཛིན་སྐྱོང་བཀའ་ཤག་རང་འགན་གྱིས་ང་ཚོ་འདི་སྐད་དེ་སྤྱི་འཐུས་རེད་དེ་ད་འདི་ཚོགས་ཆེན་འདི་ག་རེ་ཆེད་དུ་རེད་ང་ཚོ་ཧ་གོ་ཡོད་མ་རེད། འདིའི་སྐབས་ལ་འདི་ངས་འདི་ནས་མ་བཀའ་མོལ་ག་འདྲས་ཞིག་འགྲོ་བ་རེད་ལབ་ན། ད་རྒྱ་བོ་རིན་པོ་ཆེ་གི་སྐབས་ཤིག་བཀའ་སློབ་འདི་ཕེལ་བ་རེད་རྒྱ་བོ་རིན་པོ་ཆེ་དང་བཀའ་ཤག་དབར་ལ་སྲིད་བློན་ལྟ་བུ་མི་ཞིག་གོ་གི་འདུག་ཟེར་ཡ་ཆེ།

ད། གྲུ་བཞི་རེ་གསུམ་ལ། མ་རེད་ད་འདུག་ཟེར་ནས་འགྲིག་འདུག། བཀའ་བློན་རྣམ་པ་ཚོ། སྐབས་བཅུ་པའི་སྤྱི་འཐུས་དེ་འདྲ་འདི་རེད་ད་ཆིག་སྟོང་དགུ་བརྒྱ་དགུ་བཅུ། སྤྱི་ཟླ་ལྔ་བ་བར་གྱི་བཀའ་ཤག་ཡོངས་རྫོགས་འདི། སྐྱབས་མགོན་རིན་པོ་ཆེ་བསྐོ་གཞག་གནང་གི་ཡོད་རེད་མ་གཏོགས་མི་མང་འོས་བསྡུའི་ལམ་ནས་ཡོང་གི་ཡོད་མ་རེད།

ད་ང་ཚོ་དེ་དུས་སྤྱི་འཐུས་རེད། སྤྱི་འཐུས་རྣམ་པ་ཚོ་རྩ་བའི་མི་མང་གིས་འོས་འཕེན་ནས་ཡོང་གི་ཡོད་རེད་དེ་མཐའ་མ་དེ་ལ་ཡང་གྱ་བོར་འབུ་ཆེ་ཆགས་དག་གནང་དགོས་འདུག་ཨཱ། དེ་མང་གཙོའི་ལམ་ལུགས་དང་མཐུན་པ་བྱེད་ཀྱི་མི་འདུག་སྤྱི་འཐུས་རྣམ་པ་ཚོ་ཕྱི་སྡོད་ཡིན་སོང་དེང་སང་དེའི་སྐབས་ཀྱི་བཀའ་ཤག་དང་སྤྱི་འཐུས་གཉིས་ཆ་ལོག Dissolve བྱས་རེད་དེང་སང་ཕྱི་སྡོད་བྱས་ཤག་རེད་ད། གྲུ་བཞི་རེ་གསུམ་ལ་གསལ་བསྒྲགས་གནང་བཤད་པས་མ་འོངས་བོད་ཀྱི་དམངས་གཙོའི་རྩ་ཁྲིམས་འདིས་ད་ལོ་མང་པོ་ཞུ་ཕྱིན་པ་རེད་དུས་ཚོད་འགྱུར་བ་ཞུ་ཕྱིན་པ་རེད་དེ་འདྲ་ཡིན་ཙང ྋསྐྱབས་མགོན་རིན་པོ་ཆེ་རང་གིས་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་ཅིག་བསྐོ་གཞག་གནང་གི་ཡིན་གསུངས་པ་རེད། རྩ་ཁྲིམས་ཟིན་བྲིས་ཚོགས་ཆུང་འདི་གིས་ད་ལྟ་ང་ཚོ་བཙན་བྱོལ་ལ་གནས་ཤུལ་རིང་གི་དེ་དུས་བཅའ་ཁྲིམས་བཟུང་ཡོད་མ་རེད་བཙན་བྱོལ་ལ་གནས་ཤུལ་རིང་གི་གང་ཆེ་མིང་ག་རེ་བཏགས་དགོས་ཀྱི་ཡོད་མེད་ལ་མ་ལྟོས་པའི་འདི་ཟིན་བྲིས་བཅས་བཟོ་དགོས་ཀྱི་རེད་གསུངས་པ་རེད། དེ་ནས། ད་བར་བརྒལ་གྱི་རྩ་ཁྲིམས་བཅས་ཁྲིམས་འདི་བརྟན་པོས་ད་བར་སོ་ཁྲིམས་འདི་བརྟན་པོས་མ་གནང་སྐབས་འདི་དུས་ཡུན་འདི་ལོ་གཅིག་ཡིན་སོང་བ་རེད། ད་ཇོ་མང་སུམ་ཅུའི་དུས་དྲན་གཡས་གཡོན་ཞིག་ལ་འདི་ཚང་མ་ཚར་བ་བྱས་དགོས་རེད་དེ་འདྲ་ཡིན་ཙང། འདི་པ་ར་འདི་ལ་བཀའ་ཤག་ཞིག་དགོས་རེད་འདིའི་བཀའ་བློན་འདི་གས་འདི་ད་ལྟ་ཁྱེད་རང་ཚོ་ཚོགས་བཅར་བ་འདི་གས་ཀྱི་འོས་བསྡུ་བྱས་དགོས་རེད་སོང་བ་རེད།

ལ་སོགས་པ་འདི་བྱས་ནས། བརྩེ་ཁྲིམས་ཟིན་བྲིས་ད་ལྟ་ངས་མཐོང་བ་འདི་གཉིས་ཡོད་རེད། ད་བཞིན་མི་སུས་བཞིན་ད་བཤད་བྱས་ན་བསྔགས་ཡོད་པའི་སྐད་ཆ་ཞིག་འདུག་ཡིན་ནའི། ང་སྙན་མ་ཚོགས་གཙོ་བྱས་པའི་སྐབས་ལ་ཟིན་བྲིས་ད་འདི་ག་ས་གར་བཀྲམས་ཡོད་མ་རེད་ཀོ། དེ་གས་ཆད་བྱས་ལེགས་འུར་རེ་ཟུང་བཀྲམས་ཡོད་རེད། ཟིན་བྲིས་གཉིས་ཡོད་རེད་ཟིན་བྲིས་གཉིས་དེ་གཅིག Presidential System གཅིག་སྲིད་འཛིན་ལམ་ལུགས་ཀྱི་ཨ་ནི་དམངས་གཙོའི་བརྩེ་ཁྲིམས་ཀྱི་བྱས། གཅིག་གྲོས་ཚོགས་ལམ་ལུགས་ད་ལྟ་རྒྱ་གར་དང་འདི་ཚོ་གྲོས་ཚོགས་ལམ་ལུགས་རེད་བ། དེང་སང་གྲོས་ཚོགས་ལམ་ལུགས་ཀྱི་རྩ་ཁྲིམས་ཟིན་བྲིས་བྱས་ནས་རྩ་ཁྲིམས་ཟིན་བྲིས་གཉིས་ཡོད་རེད། དེ་འདྲ་ཞིག་བཟོས་ཡོད་རེད་ཨ་ནི་བཅའ་ཁྲིམས་འདི། དེ་ཚོའི་གྲས་འདི་བཟོས་གནང་པའི་སྐབས་ལ་ད་གཅིག་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་པའི་སྐབས་རེ་ཉིན་ཁྱུང་ཉི་མ་ཉིན་གང་ཨ་ནི་གོ་བསྡུར་སྦྱང་བཤད་གནང། ཉིན་གུང་གཅིག་ལྗགས་མི་ཡན་ཆད་ནས་ལྷན་རྒྱས་ཆོས་གནང་དེ་འདྲ་གནང་འདུག་ཨ། དེ་འདྲ་བྱས་ནས་རགས་ཟིན་དང་པོ་འདི་བཟོས་ནས་མི་མང་ལ་བཀྲམས་པ་རེད། ད་མི་མང་བསམ་འཆར་ག་རེ་ཡོད་ནས་ཁྱེར་ཤོག། འདི་ཡིན། མི་མང་གི་བསམ་འཆར་བྱས་ནས་ཉིས་བརྒྱ་ཚ་ཚ་འཇོག་ཡོད་རེད། འདི་བྱས་ནས་ཨ་ནེ། རང་སྲིད་གཉིས་པ་འདི་བཏང། ང་ཚོ་སྤྱི་འཐུས་སྐབས་བཅུ་གཅིག་པའི་སྤྱི་འཐུས་འདི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་སྤྱི་ཟླ་ལྔ་བའི་གི་ཚེས་ཉི་ཤུ་རྩ་དགུའི་ཉིན་འདིར་དམ་བཅའ་ཕུལ་ཡོད་རེད། དེང་སང་དམ་བཅའ་དེ་ཡང་སྐབས་བཅུ་གཅིག་ཕན་ཐབས་གཅོད་རོགས་ཨ་དམ་བཅའ་འདི། མ་ནི་བཀའ་འབུམ་མགོ་ལ་བཞག། ཨ་ནི་རྩ་ཁྲིམས་འདིའི་བཀའ་རྩ་ཁྲིམས་དཔང་དུ་བཞག་ནས་དམ་ཆོས་ཕུལ་དགོས་བ་རེད། དེང་སང་འདིའི་བཀའ་ལོ་ང་ཚོ་འདི་ངའི་འདིར་མ་སྐབས་བཅུ་བ་བྷན་དྷ་འདིར་མ་ལ་མི་མང་ཚོས་ཀྱི་སྤྱི་འཐུས་ལ་སྐབས་རེ་བཀའ་བཀྱོན་བཏང་བཏང་དུས་བསམ་པའོ། ཁྱེད་ཚོ་མ་ནི་བཀའ་འབུམ་མགོ་ལ་བཞག་ངེས་གྲས་མ་རེད་བས། ང་ཟ་གི་མི་འདུག་བས་ཟེར་གྱི་ལགས་རེད། ཡིན་ན་ད་སྐབས་བཅུ་གཉིས་ནས་བཟུང་སྟེ་མ་ནི་བཀའ་འབུམ་མགོ་ལ་བཞག་གི་ཡོད་མ་རེད། བཅའ་ཁྲིམས་དཔང་དུ་བཙུགས་ནས་རོགས་བཅའ་ཁྲིམས་འབྲུ་དོན་གལ་མེད་ས་བཅའ་ཁྲིམས་འདི་རེད། དེ་ཡིན་ཙང། སྐབས་བཅུ་གཅིག་པའི་སྤྱི་འཐུས་འདིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་སྤྱི་ཟླ་ལྔ་པའི་གི་ཚེས་ཉི་ཤུ་རྩ་དགུའི་ཉིན་མོ་འདི་ཡང་དམ་བཅའ་ཕུལ་ཡོད་པ་རེད། དམ་བཅའ་ཕུལ་ས་འདི་ད་ད་ལྟ་ཆེས་མཐོའི་ཁྲིམས་ཞིབ་ཁང་རེད་དོ་སྙེ་མ་དེ་ཚོགས་ཁང་རེད་བཀའ་ཤག་ཚོགས་ཁང་ཟིག་རེད་ཚོགས་ཁང་འདིའི་ནང་ལ་དམ་བཅའ་ཕུལ་ཡོད་པ་རེད་ད་དེ་སང་བཅད་རྒྱ་ནས་ཁོ་ལས་ཁུངས་བཟོས་ཤག་རོགས་སྙེ་མ་ཚོགས་ཁང་རེད་དེ་འདའི་དམ་བཅའ་ཕུལ་ཡོད་པ་རེད། དམ་བཅའ་ཕུལ་བསྒྲུབས་པ་དང།

འདིའི་ཐོག་ལ་བལྟ། བཅའ་ཁྲིམས་འདི། ལེའུ་བཅུ་གཅིག་ཡོད་རེད། དོན་ཚན་བརྒྱ་དང་བཅོ་ལྔ་ཡོད་རེད། འདི་ཚོའི་ནང་ནས་ད་མང་ཆེ་ཆེ་ང་ཚོ་འདི་འདྲ་འདི་འདྲ་འགྲོ་བ་རེད། ད་བགྲོ་གླེང་ཤུགས་ཆེ་ཤོས་དེ་ང་ཚོ་ག་རེ་ཐོག་ལ་འགྲོ་བ་རེད་ཟེར་ན། ཆོས་སྲིད་ཟུང་འབྲེལ་དང། ཨ་ནེ། ཆོས་སྲིད་ཟུང་འབྲེལ་གཅིག་བྱས། བོད་དོན་བདེན་མཐའ་གསལ་ཐབས་དང་རང་བཙན། འདིའི་ཐོག་ལ་གཅིག་བྱས། ཨ་ནེ། ལེའུ་བདུན་པ། ད་ལེའུ་བདུན་པ་དེ་ག་རེད་ས་གནས་ས་ཐོག་གི་མང་གཙོའི་ཀ་བ་གསུམ་ལྡན་གྱི་སྒྲིག་འཛུགས་དེ་རེད། ས་གནས་འགོ་འཛིན་ས་གནས་འཐུས་མི་ཚོགས་འདུ། ཟས་སྦྱོར་བ་ས་གནས་ཁྲིམས་ཞིབ་ཁང་ཟས་སྦྱོར་འདི་རེད། འདི་ཚང་བྲོ་ཆེན་ཤུགས་ཆེ་ཤོས་འདི་འདིའི་གང་འགྲོ་རེད། ད་བོད་དོན་བདེན་མཐའ་གསལ་ཐབས་དང་རང་བཙན་སྲུང་ཡ་དེ་ག་རེད་ཟེར་ན། སྤྱི་འཐུས་ཁ་ཤས་ཀྱིས་ང་ཚོའི་བསྒྲུབ་བྱ་གཙོ་བོ་དེ་རང་བཙན་རེད། དེ་ཚང་བོད་དོན་བདེན་མཐའ་གསལ་ཐབས་ཟེར་འབུག་འབུག་དེ་བཞག་ན་འགྲིག་གི་མི་འདུག།

ཡིན། བགྲོ་གླེང་དང་ལྡན་ང་ཚོས་ཆུ་ཟོས་ཟུང་འབྲེལ་གྱི་བཅའ་ཁྲིམས་ཀྱི་འགྲེལ་བཤད་འབྱོར་བ། འདི། དུང་དཀར་བློ་བཟང་འཕྲིན་ལས་ལགས་ཀྱིས་བྲིས་གནང་བའི་ཆུ་ཟོས་ཟུང་འབྲེལ་དེབ་སྐྱོར་འདི་ཁྱེད་རང་ཚོ་ཀློག་མྱོང་ཨེ། ང་ཚོའི་གི་ཆུ་ཟོས་ཟུང་འབྲེལ་འདི་དུང་དཀར་བློ་བཟང་འཕྲིན་ལས་ལགས་ཀྱིས་བརྩམས་གནང་བའི་ཆུ་ཟོས་ཟུང་འབྲེལ་འདི་ལ་གི་བ་མ་རེད། ང་ཚོའི་ཆུ་ཟོས་ཟུང་འབྲེལ་འདི་ད་ལྟ་བཅའ་ཁྲིམས་འདིའི་ནང་ལ་ཡོད་པའི་ཆུ་ཟོས་ཟུང་འབྲེལ་དེ་ག་རེ་ཡང་ཤོད་བས་ན། ཆབ་སྲིད་ཀྱི་ལས་དོན་གང་འདྲི་བྱེད་པའི་ནས་ཆོས་ཀྱི་བསླབ་བྱ་དང་མ་འགལ་བ་བྱས་དེ་ཆུད་ཟོས་ཟུང་འབྲེལ་ཟེར་གོ་རེད། དེང་སང་དེ་དཔལ་ཆོས་རྒྱལ་ཚོའི་སྐབས་ནས་ཡོད་དེ་གྱོ། དཔེར་ན་སྲོང་བཙན་སྒམ་པོའི་སྐབས་ལ་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་རུ་ཁྲིམས་འདི་གས་འདི་གོ་ཞེས་འདོད་གས་མ་རེད་ཁྲིམས་རེད་ཁྲིམས་འདི་གཞི་ག་བ་འཛིན་ཡོད་ཟེར་ན་ཆོས་ཀྱི་བསླབ་བྱ་ནས་འཛིན་ཡོད་རེད།

ད་ལྟ་ས་གནས་ལ་ཡོད་བསྡད་མཁན་འགོ་འཛིན་འདི་གས་ཀྱེ་རྒྱ་བོ་རིན་པོ་ཆེའི་སྐུ་ཡི་སྐུ་ཚབ་དང་གསུང་གི་གསུང་ཚབ་ཡིན་བསམ་ནས་པས་ཁོ་རང་ཚོའི་སྤོབས་པ་ཆེན་པོ་བྱས་འདུག་བ་རེད་མི་མང་གས་འདི་བརྩི་གི་ཡོད་རེད། ཨ་ནི་ཅིག་རྒྱ་གར་ལས་ཁུངས་ཅིག་ལ་འགྲོ་དགོས་བྱུང་ནས Dalai Lama's Representative ཡིན་ལབ་དུས་བསམ་པ་མིས་བརྩི་གི་ཡོད་རེད། ད་མི་མང་གིས་འབོད་དུས་བྱས་ན་ཨ་ནི་སུས་བརྩི་གི་རེད་ཞེ་ན་ཚེ་ཕ་ཞེས་ནས་ས་གནས་ས་ཐོག་ལ་ཡོད་པའི་མིས་བརྩི་གི་མ་རེད་ཁོ་ད་ང་རང་ཚོ་གཞིས་ཆགས་མིས་ད་ག་ཟེར་བ་བརྩི་གི་མ་རེད། མ་བརྩི་ན་ཨ་ནི་སྒྲིག་འཛུགས་ཐོག་འགྲོ་དགོས་རེད་ཟེར་ནས་ད་པས་ལེའུ་བདུན་པ་ཆ་ཚང་གོ་རྒྱག་བ་རེད་མེད་བ་བཟོ་བ་རེད་ལབ་རེད། ད་བཅའ་ཁྲིམས་འདི་ཁྲིམས་འཆར་བ་ལ་སྐྱབས་མགོན་རིན་པོ་ཆེ་གིས་ཕྱག་རྟགས་བསྐུར་བ་རེད་གན་ས་རྒྱལ་ཁབ་དབུ་ཁྲིད་དེ་སྐྱབས་མགོན་རིན་པོ་ཆེ་རེད། སྐྱབས་མགོན་རིན་པོ་ཆེ་ལ་ཡག་སྙན་ཞུ་ཕུལ་དུས་བསམ་པ་སྐྱབས་མགོན་རིན་པོ་ཆེ་མ་བྱས། བཀའ་སློབ་ག་རེ་ཕེལ་བ་རེད། འཐུས་མི་རྣམ་པ་ཚོ་སླར་ཡང་བསམ་ཤེས་ཀྱིས། འདིའི་བཀའ་ལ་སྤྱི་འཐུས་བཅའ་ཁྲིམས་གཏན་འབེབས་གནང་བའི་བཀའ་ལ་ཚོགས་གཙོས་གཏན་འཇགས་ཡོག་མ་རྟགས་ང་ཚོས་ཚོགས་གཙོ་ལས་ཚབ་གསུམ་བསྐོ་བཞག་བྱས། ཟམ་གདོང་རིན་པོ་ཆེ་ཨ་འབྲུག་ཆུས་ཀྱིས་པད་མ་བདེ་ཆེན་ཁོ་ཚོ་གསུམ་དེ་ཚོགས་གཙོའི་ལས་ཚབ་ལ་བསྐོ་བཞག་བྱས་ནས་ང་ཚོའི་བཅའ་ཁྲིམས་གཏན་འབེབས་གནང། རྟགས་ཡག་སྙན་ཞུ་ཕུལ་དུས་ཟམ་པ་ཨན་སྐྱ་བོ་རིན་པོ་ཆེ་གིས། འཐུས་མི་ཚོས་སླར་ཡང་བསམ་གཞིགས་ཀྱིས། ང་ཚོ་ད་ལྟ་བཅའ་ཁྲིམས་གཏན་འབེབས་གནང་ཡས་འདི་མང་གཙོའི་ལམ་ལུགས་ལ་ཡག་དགོངས་པ་རྒྱ་ཡས་ཆེད་དུ་རེད་མ་གཏོགས་པའི་མང་ཆེ་ཆེ་རྒྱ་ཡས་ཆེད་དུ་མ་རེད། ཨ་ནི་འོ་དེ་སྲིད་ལན་ཚོགས་ཡོད་རེད།

ཆོས་ལུགས་རིས་མེད་འདི་ཆུ་ཚོད་ཟུང་ལེར་འགྱུར་ཡོད་དུས་བསམ་པ་ད་ཐོན་མི་ཚོས་ཤུགས་ཆེན་པོ་ཞུ་ཞེས་གསུང་གི་ཡོད་པས་ན་ཨ་ཁོ་སྐྱལ་བ་མི་འདུག་ད་ག་ཞག་ནས་འབྲི་ས་རེད། ད་བཅའ་ཁྲིམས་ལེའུ་བདུན་པ་འདི་ངེས་པར་དུ་དགོས་ཡ་ཅིག་རེད། སླར་ཡང་སེམས་ཤུགས་སྐྱེས་སོང་རེད། དེང་སང། མ། ཀློག་གནང་བ་ཡིན་ཙང་ཨ་ནུ་སྤྱི་འཐུས་རྣམ་པ་ཚོ་གོ་དོན་ན་ད་སྐྱབས་མགོན་རིན་པོ་ཆེ་གི་བཀའ་ནན་པོ་འདི་འདྲ་ཞིག་ཕེབས་ཡོད་འདུག་བསམ་པ་ད་ང་ཚོ་འདི་བྱས་ཡོད་རེད། གར་སོང་རེད།

མཁྱེན་སོང་ཨ། བཅའ་ཁྲིམས་འདི་ནི་ང་ཚོ་སྲིད་སྐྱོང་གི་དམ་བཅའ་ཕུལ་གྱི་ཡོད་ནི་རེད་སྤྱི་འཐུས་ཚོགས་གཙོ་གཞོན་དམ་བཅའ་ཕུལ་གྱི་ཡོད་ནི་རེད་སྤྱི་འཐུས་དམ་བཅའ་ཕུལ་གྱི་ཡོད་ནི་རེད་ས་གནས་འགོ་འཛིན་ཕུལ་གྱི་ཡོད་ནི་རེད་ས་གནས་ཁྲིམས་ཞིབ་ཁ་ས་དབུས་ཁྲིམས་ཞིབ་ཆེས་མཐོའི་ཁྲིམས་ཞིབ་པ་ཡིན་ནི་རེད་གང་དགའ། བཅའ་ཁྲིམས་འབྲུ་དོན་གལ་མེད་ཅིག་ཡིན། བཅའ་ཁྲིམས་སྤང་བཙུགས་བྱ་བར་གན་ས་འདི་ལ་ཐོ་ཡོད་མ་རྟགས།

འཛིན་སྐྱོང་བཀའ་ཤག་གིས་ཐག་གཅོད་ག་འདྲི་བྱས་ཡོད་ནས་བཅའ་ཁྲིམས་ཀྱི་འབྲུ་དོན་དང་འགལ་ཡོད་ན་བཀའ་ཤག་གི་ཐག་གཅོད་དེ་ནུས་པ་མེད་པ་ཡིན་ལ། བཅའ་ཁྲིམས་ནུས་པ་མེད་པ་བྱེད་གི་མེད་ལ། ཁྲིམས་ཞིབ་ཁང་གིས་ཁྲིམས་ཐག་ག་འདྲི་བཅས་ཡོད་ནས་བཅའ་ཁྲིམས་ཀྱི་འབྲུ་དོན་དང་འགལ་ཡོད་ན་ཁྲིམས་ཐག་བཅད་བཞག་པ་དེ་ནོར་བ་རེད་ཟེར་བ་རེད། དེ་ནང་བཞིན་སྤྱི་འཐུས་ལྷན་ཚོགས་ཀྱིས་ཁྲིམས་སྒྲིག་གཞི་ག་འདྲི་གཏན་འབེབས་གནང་བའི་ནས་བཅའ་ཁྲིམས་དེ་འབྲུ་དོན་དང་འགལ་ཡིན་གི་མ་རེད་མཁྱེན་སོང་ཨ། ད་བཅའ་ཁྲིམས་དེ་འདྲའི་བཅའ་ཁྲིམས་ཟེར་ནས་རེད་ད་གང་ཅི་ང་ཚོས་ཀྱིས་འདིའི་གཏན་འབེབས་གནང་བའི་སྐབས་ལ་བཀའ་བློན་རྣམ་པ་ཚོ་ག་འདྲས་བཟོས་དུས་བྱས་སོས་ཟེར་ན། བཀའ་བློན་ཚང་མ་ལོག་འོས་མི་དེ་སྤྱི་འཐུས་རང་གིས་བཟོས། མཐའ་མའི་དར་མའི་དེ་སྤྱི་འཐུས་རང་གིས་ཨ་ནེ་འོས་ཤོག་འཕེན་པའི་ཐོག་ནས་དར་མའི་བཟོས་པ་རེད་དེ་བརྒྱ་ཆ་བརྒྱ་ཅུ། བརྒྱ་ཆ་བརྒྱ་ཅུ་ནི་ཁྱོད་ནས་མ་བྱུང་བ་རེད་བརྒྱ་ཆ་བདུན་ཅུ་བཟོས་པ་རེད། བདུན་ཅུ་བཟོས་པ་རེད་དེ་ད་རུང་མ་བྱུང་བ་རེད། དེ་ནི་འདི་འདྲ་ཡིན་ཙང་བཀའ་བློན་གསུམ་མ་གཏོགས་ང་ཚོས་བསྐོས་ཐུབ་ཡོད་མ་རེད།

རྒྱལ་བ་ཀུན་འདྲེན་ན་རིམ་གྱིས་ཆབ་སྲིད་ཐུགས་འགན་མ་བཞེས་པ་ལ་མ་བཞེས་པའི་སྐབས་ལ་དེ་སྲིད་ལྷན་ཚོགས་ཀྱིས་ཐུགས་འགན་བཞེས་སྟེར་བ་འདུག་ཟེར། ད་འདིའི་སྐབས་ལ་བཀའ་བློན་གསུམ་མ་གཏོགས་བསྐོས་མ་ཐུབ་པ་ཡིན་ཙང། ཨ་ནེ་རྒྱལ་བ་རིན་པོ་ཆེ་རྒྱལ་ཁབ་ཀྱི་དབུ་ཁྲིད་ཡིན་པའི་ཆ་ནས། ཁྲིམས་ཀྱི་ནུས་ཤུགས་ལྡན་པའི་བཀའ་རྩ་ཁྱབ་བསྒྲགས་གནང་ཡ་རེད།

འདིའི་སྐབས་ལ་བཀའ་བློན་ཁྲི་པ་དེ་ད་ལྟ་ན་ཤིང་མར་དག་བཀའ་བློན་ཁྲི་པ་འདིས་བཀའ་བློན་ནང་ཁུལ་འོས་བསྡུ་བྱེད་དགོས་པ་རེད། དེས་ལོ་རེའི་རེའི་མཚམས་ལ། བཀའ་བློན་ཁྲི་པའི་དུས་ཡུན་ལོ་གཅིག་རེད་ལོ་རེའི་རེའི་མཚམས་ལ་ཨ་ནི་འོས་བསྡུ་ལས་ཁང་གི་སྟངས་འཛིན་འོག་ལ་འོས་བསྡུ་བྱེད་དགོས་པ་རེད། འདུག་ཟེར་ནས་ད་ག་འཇེད་སྤྱི་ལོ་ཉིས་སྟོང། གཉིས། མ་ཟིན་གོ་ནས་ག་འཇེད་དེའི་སྐབས་ལས་ད་བཀའ་ཤག་དེ་མཉམ་འདུས་ཀྱི་འགན་ཡོང་གི་མི་འདུག་གསལ།

ཅིག། ཐུགས་དབང་དང་བ་ཅིག་ཡོང་གི་ཡོད་མ་རེད་ད་གང་བྱས་འདི་ཏག་ཏག་ཅིག་མེད་པ་ཅིག་གཟིགས་འདུག་བ་རེད་དེ་ནས་རྫ་སྐྱབས་མགོན་རིན་པོ་ཆེ་གིས། གྲོས་ཚོགས་ལ་སྐབས་ཤིག་ལ་བཀའ་སློབ་ག་རེ་ཕེབས་ཡོད་ཤོད་ཡོད་ན། ལས་བྱེད་ཀྱི་ནང་ནས་འགན་འཛིན་སྟེ་ཚན་ཡན་འདབ། ས་གནས་འཐུས་མི་ཚོགས་འདུ་སྤྱི་འཐུས། ལ་སོགས་པ་སྡེ་དགེ་གིས་བཀའ་བློན་ཁྲི་པའི་འོས་དམིགས་འདི་བཏོན། བཀའ་བློན་ཁྲི་མའི་འོས་དམིགས་འདི་ལ་ཨ་ནི་སྤྱི་འཐུས་ཀྱི་འོས་ཤོག་འཕེན་ན་ག་འདྲས་འདུག།

ཤུགས་ཆེ་སུ་བཏང་ཞེ་ན་ཡང་ནས་ཡང་དུ་བཏང་མི་བ་བྱས་ནས་ཨ་ནི་བཀའ་བློན་ཁྲི་པ་འདི་ཐད་ཀར་མི་མང་གི་འོས་བསྡུ་བྱས་ཡ་འདི་བཀའ་ལུ་ཕལ་བཀའ་ལུ་ཕལ་བ་ཞུ་སོང་བྱས་ནས་བཀའ་བློན་ཁྲི་པ་འདི་ཐད་ཀར་མི་མང་གི་འོས་བསྡུ་བྱས་ཡ་གི་ཨ་ནི་བཅའ་ཁྲིམས་བསྐྱར་བཅོས་བྱས་ཡ་པ་རེད་བཅའ་ཁྲིམས་བསྐྱར་བཅོས་གནང་བ་ཞུ་སོང་གི་ཨ་ནི་ཉིས་སྟོང་གཅིག་ནས་འོས་བསྡུའི་ལས་རིམ་འགོ་བཙུགས་ནས་ཉིས་སྟོང་གཉིས་ལ་བཀའ་བློན་ཁྲི་པ་མི་མང་གི་འོས་བསྡུ་བྱས་པ་དང་དང་པོ་འདི་ད་མཁས་དབང་ཟམ་གདོང་རིན་པོ་ཆེ་ཆགས་ཡ་པ་རེད་ད་ཉིས་སྟོང་གཉིས་ནས། ཉིས་སྟོང་བཅུ་གཅིག་སོང་ཡ་དེ་ཉིས་སྟོང་གཉིས་ནས་བཅུ་གཅིག་བར་གྱི་གནས་བབ་དེ་བཀའ་བློན་ཁྲི་པ་དེ་མི་མང་གི་ཐད་ཀར་འོས་བསྡུ་བྱེད་ཤ་འགྱོད་ཅིག་རེད། ཡིན་ནས། འདིའི་སྐབས་ལ་བཅའ་ཁྲིམས་ནང་ལ་རྒྱལ་ཁབ་ཀྱི་དབུ་ཁྲིད་དེ་རྒྱ་བོ་རིན་པོ་ཆེ་རེད་གཞུང་གི་དབུ་ཁྲིད་དེ་རྒྱ་བོ་རིན་པོ་ཆེ་རེད། དེང་སང་རྒྱ་བོ་རིན་པོ་ཆེ་གི་ཅིག Semi Retire ཡིན་གསུང་བསྡད་ཡ་དེ་འདི་རེད་ད་གང་གི་ཆེས་བྲེལ་ཡོད་ཡིན་གསུང་བསྡད་ཡ་དེ་འདི་རེད། ད་དེ་ནས་ང་ཚོ། སྟག། སྐབས་བཅུ་གསུམ་ཀ་རེད། སྐབས་བཅུ་གསུམ་ཀ་ལ་ང་ཚོ། སྐབས་གཅིག་ལ་གློ་བུར་ཞིག་གིས་ཨ་ནེ་དེའི་སྐབས་ཀྱི་ཁྲིམས་ཞིབ་པ་ཆེ་བ་རྣམ་རྒྱལ་ཚེ་རིང་ལགས་དང་ཨ་ནེ་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་ཨ་ནེ་ང་འདི་དུས་ཚོགས་གཙོ་རེད་ང་ཚོ་གློ་བུར་ཞིག་ལ་བཀའ་འགུག་གནང་སོང། བཀའ་འགུག་གནང་ནས་ཨ་ནེ་ད་སྐྱབས་མགོན་རིན་པོ་ཆེ་ང་ཚོ་གྲོས་ཚོགས་ཀྱི་གཅིག

ཡིན་ནས། ཅིག། གཞིས་ལ་ཡོད་པའི་གཞིས་ལ་ཡོད་པའི་བོད་མི་འདི་གས་དེ་ད་ང་ཚོའི་རང་དབང་འཐབ་རྩོད་ཀྱི་མ་རྩ་འདྲ་བོ་དེ་ཁོང་ཚོ་རེད། ཁོང་ཚོ་འདི་གས་ཀྱི། རེ་བ་བཅོལ་ས་ཟེར་ནས་རེད་སྐྱབས་བཅོལ་ས་ཟེར་ནས་རེད་ཡིད་ཆེས་བྱེད་ས་དེ་སྐྱབས་མགོན་རིན་པོ་ཆེ་རང་རེད་མ་གཏོགས་གཞན་ཡོད་མ་རྟག། དེ་མཚམས་ཁོང་རྣམ་པས་ཀྱི་ཨོ་ད་སྐྱབས་མགོན་རིན་པོ་ཆེའི་སྐུ་དབང་ཤོད་བཞག་ཟེར་ཡ་ལ་སོགས་པ་དང་ཇི་འདྲས་ཀྱི་གནས་ཚུལ་ཅིག་གོ་བས་ན། ཨ་ནི་ཁོ་ཚོ་སེམས་ཤུགས་ཆག་གི་རེད་སེམས་ཤུགས་ཆག་བས་ན་ང་ཚོ་ཨ་ནི་ང་ཚོའི་མ་རྩ་ར་བུ་དེ་བརླག་འགྲོ་གི་རེད་ངས་འདི་ཤོད་པས་ཨ་ནི་ཡང་ངོ་མ་བྱེད་ཀི་ཨ་འདི་རྒྱུ་མཚན་མེད་པ་ཞིག་མ་རེད་དོ་ཨཱ། ད་སྔ་དྲོའི་རེ་འདི་གས་མེད་ང་ཚོ་སུ་གང་ལ་བཤད་ཡ་མེད་པ་བྱས། སླ་ནས་ཨ་འདུག་བྱས་པ་རེད་ཨ་འདི་ནས་ཉིས་སྟོང་ད། བཅུ།

འདི་ཡས་ད་ལྟ་ང་ཚོ་ཉིས་སྟོང་བཅུ་གཅིག་སྤྱི་ཟླ་གསུམ་པའི་གི་ད་ཡིག་ཆའི་ནང་རེད་ད་ཉིས་སྟོང་བཅུ་གཅིག་སྤྱི་ཟླ་གསུམ་པའི་ཚེས་བཅུ་བཞི་ལ་ཨ་ནེ་གསུང་འཕྲིན་ཕེབས་པ་ཟེར་བ་རེད་གསུང་འཕྲིན་འདི་ཕ་ནས་གནང་ཡས་འདི་ཕེབས་ཆེ་ཚེས་བཅུ་གཉིས་ཡིན་པའི་ཡོད་ད་དེ་ཚོའི་གྲས་དེ་རྣམ་པ་ཚོ་ཐུགས་ཞིབ་གནང་འདོད་ཡོད་ན་ད་ད་ད་ང་ཚོས་གི་གཅིག་བྲིས་ཡོད་རེད་ད་གཙོ་བོ་དེ་འགན་ངས་འཁྱེར་བ་རེད་ད་ད། བཙན་བྱོལ་ནང་གི་མང་གཙོའི་བྱུང་བ་བརྗོད་པ་གསལ་བྱེད་རེད། དེབ་ཐེངས་གཉིས་ཡོད་རེད། དེབ་ཐེངས་གཉིས་དེའི་ནང་ལ་ད་དུས་ཚོད་ཆ་ཚང་ཡོད་རེད། འོ་དེའི་ནང་ལ་ད་འདི་གསལ་ཡོད་རེད། གང་ཅེ་ཚེས་བཅུ་གཉིས་འཁོད་ཡོད་བསམ། གང་ཅེ་གྲོས་ཚོགས་ནང་ལ་བརྗོད་ཡ་དེ་ཚེས་བཅུ་བཞི་རེད། ཚེས་བཅུ་བཞི་ཉིན་མོ་དེ་སྐྱབས་མགོན་རིན་པོ་ཆེ་གསུང་འཕྲིན་འདི་སྒྲོག་སྦྱང་གནང་བ་རེད། སྒྲོག་སྦྱང་གནང་ནས་ཨ་འདིའི་ཐོག་ལ་གོ་བསྡུར་སྦྱང་བཤད་གནང་བ་རེད། ད་བཀའ་སློབ་འདི་འདི་ལྟར

ཨ་ནེ། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ཚོགས་གཞོན་རྒྱ་རི་སྒྲོལ་མ་ཨ་ནེ་ང་བྱས་ནས་ང་ཚོ་མངའ་སྡེའི་བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་ལ་བསྐོ་གཞག་གནང་བ་རེད།